ཨོ་ཚང་མ་ལ་ཡག་བཀྲ་ཤིས་ལེགས་བཤོས་དང་ད་རིང་བིདེའོ་དང་ད་དང་རྒྱ་གར་གི་ཡང་ད་སྟོག་མར་ཀེད་དེ་ཧན་ནི་དེང་སང་ངེད་ཅག་ཤི་ནང་ལོག་ལ་ཡ་ཨ་ནི་མ་གང་ལྟར་ཕོན་ཆེན་པོ་ཅིག་མ་ཟ་དུས་རྩམ་པ་ལ་ཡ་ནི་ལྷན་རྒྱས་ཚོ་ལ་ཡ་ཨ་ནི་དྲན་གསོ་འདྲ་ཞུས་ནས་མི་འདུག་གང་ལྟར་ཀོ་བིད་ཀྱི་ཞུ་སྒུག་ལ་ཡ་ཨ་ནི།

བླུག་རྒྱུ་ཆུག་གི་ཡོད་པ་ཡིན་ན་སྟངས་དང་དུས་ཚོད་དེ་ལ་ཡང་ཨ་ནི་བོད་མི་ཚོའང་དང་དགུན་ཚོང་ལས་ཡོད་རེད་བྱས་ཙང་དངུལ་དེ་ཞིག་གང་ལྟར་ད་བ་ད་བ་ལ་ཡང་ད་སྔས་མ་ནས་ཞུས་པ་དེ་རེད་ཨེ་ས་ཨེ་པི་མང་པོ་ཅིག་མཁྱེན་གྱི་རོ་ཨེ་ས་ཨེ་པི་ཨ་ནི་འགོ་བཙུགས་པ་ཡིན་ན་ཨ་ནི་ལྷན་རྒྱས་ཚོ་ལ་ཡང་ཨ་ནི་དེ་ཅིག་ཁེབས་ཙང། དུས་ཡུན་རིང་པོ་ནང་ལོགས་ལ་ཡང་རག་གི་རེད་བསམ་གི་འདུག་རོགས་བྱས་ཙང་ལྷན་རྒྱས་ཚོགས་ལ་ཡང་དྲན་གསོ་ཞུས་ན་མི་འདུག་གང་ལྟར་ལྷན་རྒྱས་ཚོགས་ལ་ཡང་ལན་གཅིག་འབུལ་བར་བཅར་བ་ཡིན་ད་ནམ་རྒྱུན་སོ་སོ་གི་ག་དུས་ཡིན་ན་མི་སོ་སོ་ངོ་ཤེས་པ་རེད་དེ་ཚོ་གི་ཡང་སྐད་ཆ་དྲི་དུས་ཙམ་པ་ལ་ཡང Mutual Fund ནང་དངུལ་བླུག་ན་ག་འདྲ་རེད་བས། སྐད་ཆ་དྲི་དོད་གནད་ཀ་བསྟུན་ནས་དོགས་དོགས་ཀྱིས་ཅི་མ་བསླུ་བ་ཞུ་རྒྱུ་ཡོད། ད་དོགས་དོགས་ཀྱིས་མ་བསླུ་བའི་རྒྱུ་མཚན་དེ་ད་ངེད་ཅག་མི་མང་པོ་ཅིག་བསླུ་ཡོད་པས་ན་ད་མ་ཟ་དེ་དུས་སེམས་པ་སེམས་ཁྲལ་འགྲོ་ཅེས་སྐད་དེ་གི་རོ། ད་དག་ནང་བཞིན་གྱི་རེད་གལ་སྲིད་མང་པོ་ཞུགས་ཅིག་ཡ Stock Market ཨ་ནི་ཕར་ཡོད་པས་ན་དཔེ་ཆ་དོགས་དོགས་བསླུ་བས་ན་ཨ་ནི་ཁོ་མ་ཟ་བས་ན་ཡང་ཁོ་དུར་བྱ་ཟག་དྲུག་ཏུའང་འདི་བྱས་ནས་ཡང་གནོན་པའི་ག་ཡ་ལས་སྔོན་མེ་དུས་བརྩམས་པ་ལ་ཡང་ཟླ་བ་ཟླ་བ་ལ་ཡང་ཏིས་ཏིས་བསླུ་བས་ཏེ། ཡང་ཁོ་མ་ཏིས་ཆགས་པས་ན་བྱེ་མ་ཟླ་བ་དེ་ཡང་ཆགས་འགྱོད་དེ་ལ་ཡང་ཏིས་གོང་ཁེས་རགས་པའི་རྐྱེན་གྱིས་ཡང་ཁོ་བརྩབས་ནས་གང་ལྟར་དངུལ་ཏག་ཏག་འགྲོ་ཆགས་འགྲོ་གི་ར་འདི་ནང་བཞིན་ཅིག་གིས་ཡང་གེ་སི་མར་ཤེར་མར་ཀེར་ཏེ། མ་ཟ་གི་ཡོད་པ་ཡིན་ན་དངུལ་ཐོག་ཐོག་ཅིག་ཕོན་ཆེན་པོ་ཅིག་ལམ་སམ་ལ་གི་འདུག་དེ་འདྲ་ཅིག་བླུག་གི་མེད་པ་དེ་ཏང་ཙུའུ་ཕལ་ཆེར་ངས་ཡང་ད་སྐད་ཆ་ཆེ་ཤོས་པ་རེད་ལ་ཁྱེད་ཚོ་ཧ་གོ་གི་འགྲོ་ད་ད་རིང་ཕར་ཟ་དེ་ཉི་མ་ག་ཤེད་ཟ་ཡོད་རེད་སང་ཉིན་གནངས་ཉིན་ཡང་དུས་ཟླ་བ་གཅིག་གཉིས་ཡང་དུས་མུ་མཐུད་ནས་ཟ་སྲིད་པ་བྱས་ཡོང་གི་འདྲ་བ་བྱས་ཙང་དངུལ་ཐོག་ཐོག་ཅིག་བླུག་པས་ན་ད་དུས་ནས་ཁྱེད་རང་ལ་ཡ་ནི་གྱོང་ར་ཡ་གི་ཨ། ཉེན་ཁ་གཅིག་ཡོད་རེད་བྱས་ཙང་ལྷན་རྒྱས་ཚོ་ལ་ཡང་ལྟ་ང་ཚོ SIP ཞུས་དེ་དེ་ཨ་ནི་ཁྱེད་རང་ཚོ་ལ་ཡང་ཨ་ནི་བླུགས་འདོད་ཡོད་པས་ན་བླུགས་ཡས་ཀྱི་དུས་ཚོད་འགྲོ་ཅི་ད་ཕལ་ཆེར་ད་འགྲོ་ཅི་རེད་བསམ་གྱི་འདུག་བྱས་ཙང་ལྷན་རྒྱས་ཚོ་ཡང་དགུན་ཚོང་ལ་ཡོད་པས་ན་དངུལ་ཏིས་ཏིས་རག་གྱོད་ནས་དངུལ་གོ་མ་གཅིག་སྟོང་དང་ལྔ་བརྒྱ་དེ་འདྲ་བླུགས་ནི་ཆོ་ཡོད་མ་རེད་བ་དངུལ་ཏིས་ཕོན་ཆེ་བྱས་ཙང་ཟླ་བ་ལ་ཡང་གོ་མ་ཁྲི་གཅིག་སུ་མེད་པས་ན་སྟོང་ཕྲག་བརྒྱད་དགུ་བཅུ་བཅོ་ལྔ་ཉི་ཤུ་བླུད་ཟླ་བ་ཟླ་བ་ལི་ཡ། ལོ་གཉིས་གསུམ་བཞི་ནང་ལོ་ལི་ཡར་མུ་མཐུད་བླུད་པ་ཡིན་ན་མཁན་ཚོ་ལི་ཡ། ཀོ་བིད་ཀྱི་ཉིས་སྟོང་ཉི་ཤུ་གནས་བཅས་ནས་གང་ལྟར་ཨ་མདའ་བར་མི་མང་པོ་ཅིག་ལི་ཡ་དངུལ་ལོག་ཐབས་རག་པ་བྱུང་ཡོད་རོ་བྱས་ཙང་ཨ་ཨ་མདའ་ང་ཚོ་འདི་གི་གང་ལྟར་གོ་སྐབས་དེ་འཆུག་ཡོད་པ་ཡིན་ན་ཏག་ཨ་མདའ་འགོ་བཙུགས་པ་ཡིན་ན་ཏག་ཏག་འགྲོ་ཞིག་དུས་ཚོད་ངེད་ཀྱི་མཐོང་གི་འདུག་རོ་བྱས་ཙང་ཡིན་གཅིག་མིན་གཅིག་དངུལ་ཐོག་ཐོག་མ་བླུད་པ་བྱས་ཨེ་ས་ཨེ་བིད་ཅིག་ཨ་མདའ་འགོ་བཙུགས་པ་ཡིན་ན་ཨ་ནི་དངུལ་དེའི་ཕྱི་མང་སའི་གོང་མ་གཅིག་སྟོང་གཉིས་སྟོང་གི་ཆུ་ཟོས་མར་བ་དེ་སྐེ་སྐེ་སྐེ་བ་ཡིན་ནའི་ཁོ་གཅིག་སྟོང་དེ་ལོག་ཐབས་ཆགས་པས་ནི་གཉིས་སྟོང་རེད། དངུལ་ཟླ་བ་ལི་ཡང་གོང་མ་ཁྲི་རེད་ཁྲི་གཉིས་སུ་བསླུ་བས་ཡིན་མེད་ན་དུས་ཚོད་ཏག་ཏག་རེད་བྱས་ཨ་ཁྱེད་ཚོ་ལན་བཅར་ག་ཕུད་པས་ལན་འབུལ་ག་བཅར་བ་ཡིན། ལགས་སོ་ཐུགས་རྗེ་ཆེ་བཀའ་དྲིན་ཆེ། རྒྱག་ཏུ་བཅར་རན་ཡིན་ལགས་སོ་ཨ་ནི་ཡག་པོ། Channel དེ་གང་ལྟར་གྱང་ཚོ་ལི་ཡ་ཕན་གི་འདུག་ན་ཨ་ནི་གྱང་ངན་ངན་ཚན་རེད་གྲོགས་པོ་རེད་དེ་ལི་ཡ་ཤེར་གནང་རོགས་གནང་ཨ་ནི་ལའི་གན་ཚིག་མིན་གཅིག་གནང་རོགས་ཨ་ནི་དོགས་པ་ཡོད་པ་ཡིན་ན་ངའི་ནོར་འཁྲུལ་ཤེས་གི་ཡོད་པ་ཡིན་ན་ཨ་ནི་བ་ལི་ཡ་ཇི་མི་ཇེ་ཆེན་རྒྱག་རོགས་གནང་ཨ་ནི་སོ་སོ་དེ་ལི་ཡ་གཙང་མ་བཟོས་གི་ཡིན་ལགས་སོ་བཀའ་དྲིན་ཆེ་ཞེས།